ཨ་ནི་དེ་འདྲས་ཅིག་གསུངས་ཙང། ཨ་ནི་ངས། ད་ལྟ་འདའ། དཔའ་མཛངས་སྲིད་སྐྱོང་མཆོག་ཕེབས་པ་ཡིན་ན་ག་བ་ག་བ་འགྲོ་གི་ཡོད་མིན་དང་དེ་ཚོ་ཚང་མ་ང་ཚོ། ཨ་ནི་དེ། ང་ཚོ་ཨོ་སི་ཁྲུ་ལི་ཡ་ཁྱབ་ཁོངས་ཚང་མ་ལ། ཨ་ནི་འདུ་བྱས་ནས་སོ་སོའི་ས་གནས་སོ་སོའི་གི། ཨ་ནི་བོད་རིགས་མཐུན་ཚོགས་བརྒྱུད་བཅས་ནས་ཁྱབ་བསྒྲགས་དེ་འདྲས་བཏང་འདུག། ཨ་འདྲས་སོང་ཙང་ཨ་ནི་ང་ད་གཙོ་བོ་དེ་ངས་སྐོར་ཅིག་ཞུས་པ་ཡིན་ན་ད་ང་རང་ཡིན་པ་ཡིན་ན་ས་ཆ་དཔེ་ང་དེ་ས་ནས་ང་ཚོའི་གི་མེལ་བོམ་བོད་རིགས་མཐུན་ཚོགས་པ་ཚོ་འགྲོ་ཡས་ལ་དཔེ་མི་སྲིད་ཐག་རིང་པོ་ཡོད་རེད་ཐག་རིང་པོ་དེ་ག་འདྲས་སུ་འགྲོ་བར་ཟེར་ན་མ་འགྲོ་དུས་ཐོག་མར་དེ་ལ་སྦ་སྲིད་ནང་ཆུ་ཚོད་གསུམ་འགྲོ་དགོས་ཀྱི་ཡོད་རེད་ཨ་ནི་དེ་ནས་ཕར་ལ་ཕྲན་རྒྱུད་བཅས་ནི་ད་ཕྲན་མྱུར་ལྡིང་དེ་ཁོ་རང་རྒྱུད་ནི་ཆུ་ཚོད་དྲུག་འགྲོ་གི་ཡོད་རེད་དོམ་ནི་ཆུ་ཚོད་དགུ། ཨ་ནི་ཆུ་ཚོད་དགུའི་ས་ཕྱིན་ཨ་ནི་ང་རང་གི་མི་རྒན་ངོ་ཤེས་པ་ཅིག་ཡོད་དེ་གི་མ་ཕྲན་བབས་ས་ནས་ཡི་གེ་ད་ལྟ་པ་ནི་སྲིད་སྐྱོང་འཕེལ་ས་ཟེར་བ་ད་ཚོགས་ཁང་བར་དུ་ག་རེ་ཡོད་རེད་ཟེར་ན་ཆུ་ཚོད་ཕྱེད་ཀ་ལྷག་ཙ་ཅིག་འགྲོ་ཡ་རེད་ཤག་ཨ་ནི་དེ་གས་ཕྱིན། ད་དེ་གས་གཙོ་བོ་འགྲོ་དགོས་པའི་གི་རྒྱུ་མཚན་དེ་ག་རེ་རེད་ཟེར་བ་ཡིན་ན་ད་སོ་སོ་རང་ཉིད་ལྟ་བུ་ཡིན་པ་ཡིན་ན། ཆབ་སྲིད་བཙོན་ཟུར་ཅིག་གི་མིང་ཐོག་ནས་འདུ་བྱས་ནས་ཚུར་ཡོང་ཁྱོ་རེད། ཨ་ནི་དེ་འདྲས་ཅིག་གསུངས་ཙང་ད་སོ་སོ་གི་འགན་འཁྲི་དེ་ངེས་པར་དུ་འཁུར་དགོས་ཡ་ཅིག་རྒྱུན་ལྡན་ནས་པ་ཎྡན་སྲིད་སྐྱོང་མཆོག་གི་ལས་ཀ་བྱེད་སྟངས་མང་པོ་ཅིག་ལ་ང་རང་གིས་འགྲིག་གི་མེད་པའི་ཀྱི་རྣམ་འགྱུར་མང་པོ་བསྟན་གྱི་ཡོད། ཨཱ་ནི་ཨིནྡྲའི་གསུང་བཟང། ཨཱ་ནི། དངོས་གནས་དྲང་གནས་ཀྱི་ས་བདག་རིང་པོ་དེ་གས་ལ། གུང་སང། གུང་སང་ཟེར་བ་དག་ང་རང་གི་ཕི་གས། ལས་ཀ་བྱེད་ས་ལ་ཉི་མ་གཉིས། གུང་སང་ཞུས་བྱས་ནས་ཨཱ་ནི་བཅར་ཡིན། ཨཱ་ནི། ད་རྣམ་པ་ཚོ་མང་པོ་ཞི་བོ་ཕེབས་ཡོང་གི་འདུག་ཐུགས་རྗེ་ཆེ་ཞུ་བས་ཡིན་ཐོག་མར་དེ་ལ་རེད་རྣམ་པ་ཚོགས་ཀྱི་ཐུགས་རྗེ་གཟིགས། ཤེར་དེ་ངེས་པར་དུ་གནང་རོགས་གྱིས་ད་རེད་དཔེ་གལ་ཆེན་པོ་ཡིན། འདི་གསུང་ཙང་རྣམ་པ་ཚོགས་ཀྱི་ཐུགས་རྗེ་ཆེ། ཤེལ་དེ་གང་མང་མང་ད་མང་པོ་འཕེལ་ཡོང་གི་འདུག་ཐུགས་རྗེ་ཆེ་ཐུགས་རྗེ་ཆེ་རྣམ་པ་ཚོགས་ཀྱི་མཉམ་ཞུགས་འདི་གི་ཨ་ནི་ང་རང་ཡིན་པ་ཡིན་ནས་ངེས་པར་དུ་རྣམ་པ་ཚོ་ང་དང་མཉམ་དུ་བོད་སྤྱི་པའི་རྩ་དོན་ལ་ལྷག་བསམ་དེ་འདྲས་ཅིག་ཡོད་དུས་ལ་ངས་ཉིན་མ་གཉིས་གསུམ་བློས་བཏང་བྱས་ནི་ཆུ་ཚོད་ཡ་དགུ་དང་མ་དགུ་ཆུ་ཚོད་བཅོ་བརྒྱད་འགྲུལ་བཞུད་བྱས་བ་ཅིག་ལ་ང་དཀའ་ངལ་ག་རེ་འཕྲད་བསམ་ནས་དེ་འདྲས་ཀྱི་གནས་སྟངས་ཅིག་གིར་བཅད་ནས་རྣམ་པ་ཚོགས་ཀྱི། ཡིད་ཆེས་དང་རྒྱབ་སྐྱུར་ལ་བལྟ་ནས་ཨ་ང་མི་འགས་དྲི་བ་དྲིས་ལན་བཏང་ག་ལ་འགྲོ་ཡིན། ཨ་ནི། ད། དེ། དང་པོ་དེ་ང་རའི་གནས་སྟངས་དེ་འདྲས་ཅིག་ག་ནས་བཅར་ཡིན། ད་ངས་རེ་བ་ད་ག་ཚེ་རྒྱོ་ང་མི་གཅིག་གི་དེ་ལ་ད་ཁྱད་པ་ཡོད་མ་རེད་ཏེ་ཡིན་པ་ཡིན་ནས་དཔལ་ལྡན་སྲིད་སྐྱོང་མཆོག་གིས་ད་རེས་སྐོར་བརྒྱུད་འདིའི་ཐོག་ལ་ང་ལ་དཔེ་མི་སྲིད་ཀྱི་བློ་ཕམ་ཆེ་ཤོས་ཅིག་བྱུང་སོང། གར་རེད་ཟེར་ན་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་ཀྱི་ཡོད་དེ་སྐོར་སྐྱོད་ཐེངས་གཉིས་པ་བྱེད་ཀྱི་ཡིན་ཟེར་ཙམ་ཅིག་མ་གཏོགས་གནད་དོན་ག་རེའི་ཐོག་ལ་ཡོང་པ་རེད་དེ། ཡོང་དགོས་པའི་རྒྱུ་མཚན་གཙོ་བོ་ག་རེ་ཡོད་རེད། མ་འོངས་པ་བོད་ཀྱི་རྩ་དོན་ཆེད་རེད་པས། རེད་མི་འདུག་གང་ཡང་ཁོ་ལ་གནད་དོན་ཅི་ཡོད་མི་འདུག་བོད་རྩ་དོན་ཐོག་ལ་གཞལ་ཡས་ཀྱི་སྐད་ཆ་ཟེར་བ་དེ་ཚིག་ཕྱེད་ཡོག་མ་རེད་ད་བོད་རྩ་དོན་ཐོག་ལ་ཡང་ན་དཔལ་ལྡན་སྲིད་སྐྱོང་མཆོག་དེ་ཕེད་ཅན་ནི་འདི་ལ་ད་ང་ཚོ་ཨོ་སི་ཁྲུ་ལི་ཡ་ལ་ཕེད་ཅན་ཨོ་སི་ཁྲུ་ལི་ཡ་གི་གནས་སྡོད་ཀྱི་བོད་མི་རྣམས་ལ་འབྲེལ་བ་ཡག་པོ་ཅིག་བཟོ་ཡས་ཀྱི་ཆེད་དུ་རེད་པས་དེ་ནི་སྣ་ཁ་ཅིག་རེད་མི་འདུག་དེ་ལས་ལྡོག་སྟེ་ཁོ་བད་དེ་ཁོ་རང་དཔེ་ཆ་བཞག་ན་ཡོང་སྟངས་རེད་ལ་གནས་ཚུལ་ཆེ་ཐག་ཅིག་རེད་ཟེར་བཟོས་ནས་འགྲོ་ཐག་ཆོད་འགྲོ་གི་འདུག། ཐེངས་དང་པོ་དེ་ག་རེ་ཞུ་གི་ཡིན་ཟེར་བ་ཡིན་ན། དཔལ་ལྡན་སྲིད་སྐྱོང་མཆོག་དེ་ལ་སིང་ངི་ལ་ཕེབས་པ་རེད། སིང་ངི་ལ་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་ཞུས་འདུག་ག། བོད་རིགས་མཐུན་ཚོགས་གོ་སྒྲིག་ཞུས་ནས་སྲིད་སྐྱོང་དང་ཨོ་སི་ཁྲུ་ལི་ཡ་ལ་ཞུགས་ཉིན། སྐུ་ཚབ་དོན་གཅོད་ཀརྨ་སེང་གེ་ང་ཐེངས་དང་པོ་མཐོང་མྱོང་ཡོད། ད་ཀརྨ་སེང་གེ་མཐོང་བ་ཐེངས་དང་པོ་ཡིན་ལ། དཔལ་ལྡན་སྲིད་སྐྱོང་གོ་རུང་ཙག་ལ་དངོས་སུ་ཁོ་རང་གི་གདོང་ལ་ཕི་ཀའི་ཅར་བྱས་ནས་སྐད་ཆ་ཉན་ག་ཕྱིན་ཡིན། དེ་ཐེངས་མ་ཕེབས་རྗེས་སྲིད་སྐྱོང་ཆགས་ནས་ཐེངས་མ་དང་པོ་ཆགས་ཡོད་ཀྱི་རེད་ང། ཆགས་ཡོད། ཐ་མི་ཁ་བཅར་ནི་དངོས་གནས་དྲང་གནས་ཀྱི་ཧ་ལས་པ་སྐྱོ་པོ། ད་ང་ཚོ་སིང་ནི་ལ་བཅར་བ་ཀྱི་ཐོག་ཐོང་དང་པོ་དེ་ངས་སིང་ནི་ལ་པ་ནི་སྲིད་སྐྱོང་གི་གར་གར་བྱས་མེད་ཅིག་ཞུས་དགོས་རྣམ་པ་ཚོ་ལ། སིང་ནི་ལ་གར་བྱས་ཡོད་རེད་ས་སིང་ནི་ལ་མི་ཉིས་སྟོང་ལྷག་ཙ་ཅིག་ཡོད་རེད་མི་ཉིས་སྟོང་དུན་བརྒྱ་ཙེ་ཅིག་སིང་ནི་ལ། བོད་པ། དེ་གའི་ནང་ནས་བོད་པ་བརྒྱ་ཡི་རྫོགས་ཡོད་མ་རེད་ད་བོད་པ་བརྒྱོ་བཅུ་དགུ་བཅུ་གཅིག་གི་དཀྱིལ་ལ། དཔལ་ལྡན་སྲིད་སྐྱོང་གིས་ཆོས་བཤད་པ་ནང་བཞིན་གྱི་ཚིག་གཅིག་བོད་ཡས་མེད་རྒྱོ་ཚིག་གཅིག་གྲུ་ཡས་མེད་རྒྱོ། ཡང་མེད་ན་གཞོན་སྐྱེས་ལ་སེམས་ཤུགས་སྤར་ཡས་ཀྱི་ཚིག་གཅིག། ཡང་མེད་ན་དེང་རབས་ལ་སེམས་གསོ་བཏང་ཡས་ཀྱི་ཚིག་གཅིག། དེ་ལས་ལྡོག་སྟེ་སྤྱི་ཚོགས་འདི་ལ་ཡོད་པའི་གི་བོད་པ་ཚང་མ་སེམས་འཚབ་སྐྱེ་དགོས་པའི་གི་སྐད་ཆ་དེ་འདྲ་བཤད་མི་འགྲོ་ཤག་རེད་ད། ཨོ་སི་ཁྲུ་ལི་ཡ་ལ་ཡོད་པའི་གནད་ཡོད་ཀྱི་མི་སྣ་མི་གཅིག་ཐུག་ཡོད་མ་རེད་ད། ཐུག་ཐུག་ཡོད་མ་རེད་ད་དངོས་གནས་དྲང་གནས་ཀྱི་ང་ས་ཡུལ་དངོས་ལ་ཡོད་པའི་མིས་སྐད་ཆ་བཤད་ཀྱི་ཡོད། འདི་འདྲའི་གཅིག་ང་ཚོའི་གི་བོད་མིའི་སྒྲིག་འཛུགས་དང་བོད་མི་རིགས་ལ་སྲིད་སྐྱོང་འདི་འདྲས་གཅིག་གི་ད་དུང་ལོ་བཞི་ལྔ་གཅིག་སྐྱེས་པ་ཡིན་ན་ག་བར་འགྲོ་ས་རེད་གནད་ག་བར་སླེབས་ས་རེད་འདི་ངེས་པར་དུ་ཤེས་པ་བྱེད་དགོས་ཀྱི་འདུག་ཁོ་རང་ངས་བསམ་བློ་ལ་བཀའ་བློན་དང་འདི་འདྲས་བསྐོས་མི་ཐུབ་པའི་གི་རྒྱུ་མཚན་ག་རེ་ཡིན་ན་བསམ་སོང་ང།

དེ་འདྲས་ཅིག་གསུངས་དང་ང་ཚོ་བོད་པའི་གི་སྤྱི་ཚོགས་ཁྱོན་ཡོངས་ཀྱི་མི་སྣ་ཚང་མས་བསམ་བློ་ཅིག་གཏང་དགོས་དགོས་རེད་འགན་ཅིག་འཁི་དགོས་དགོས་རེད་ད། དཔེར་ན་གིང་ཀོག་དེ་གི་ག་རེ་བོད་གིང་ཀོག་དེ་གི་དངོས་གནས་ཐང་ནས་མ་མཐའ་ས་ལས་སོ་སོའི་གི་ཚ་བོ་ཚ་མོ་མ་འོངས་པ་ལ་མི་རྒྱུད་དེ་ཡོང་ངེས་དེ་ལ་འགན་དེ་འཁི་དགོས་གི་ཡོག་རེད་དེ། དེ་ལས་ལྡོག་དེ་འཁི་ཡས་ལས་ལྡོག་དེ་དཔལ་ལྡན་སྲིད་སྐྱོང་ཚོ་ལ་བེད་དེ་ཁོ་རང་གར་སོད་རོད་དཔེ་ལས་འཁྲབ་ནས་ད་ང་ཚོའི་བོད་པའི་གི་ཚིག་ནང་སྤྲེ་ལས་འཁྲབ་ཅན་སྐད་ཆ་བཤད་དེ་ལ་དཔལ་ལྡན་སྲིད་སྐྱོང་མཆོག་རྣ་བ་དག་དག་ཆད་ཅན་དེ་བེད་དེ་རྣ་བ་དག་ནི་ད་དེ་ལ་དཔེ་དེ་འགྲེལ་བཤད་རྒྱ་གཞུང་ལས་ལྡོག་སྟེ་ཁོ་རང་ཉམས་ཞུགས་བྱས་བྱས་འདིའི་ནང་དུ་དེ་དཔེར་ན། སིང་ནི་ལ། མི་གཅིག་གིས་ངུ་གིན་ངུ་གིན། དེ། ཆོས་ལུགས་ཀྱི་སྤྱི་འཐུས་མི་གོ་ལ། ད་དེ་འདི་ལ་ཡང་ཡོད་རེད་ཆོས་ལུགས་ཀྱི་སྤྱི་འཐུས་མི་གོ་ཟེར། ཆོས་ལུགས་ཀྱི་བཀའ་བློན་གཅིག་གི་མདུན་ལ་ཆོས་རིག་གི་བཀའ་བློན་གཅིག་གི་མདུན་ལ་ཆོས་ལུགས་ཀྱི་སྤྱི་འཐུས་མི་གོ་ལ་བར་ཆོས་ལུགས་ཀྱི་མི་སྣའི་གི་ཐོབ་ཐང་སྤྲད་མིན་ལ་བར་ད། མི་རྒྱ་ཅིག་གིས་བསྡིགས་པས། ད་ཆོས་ལུགས་ཀྱི་བཀའ་བློན་འདི་གནང་བ་དག་དང་མ་དག་གོ་ད་དེ་ལ་རམ་འདེགས་བྱས་འདེགས་འདུག་དེ་ལ་ཚིག་གཅིག་དབུས་བོད་མིའི་སྒྲིག་འཛུགས་ཀྱི་གཏན་ལ་ཕབ་པའི་གི་སྒྲིག་གཞི་སྒྲིག་གཞིའི་འོག་ལ་ག་རེ་ག་རེ་ཡོད་མེད་ཀྱི་ཚིག་གཅིག་འགྲེལ་བཤད་རྒྱག་ཡ་མི་འདུག་གོ་ད་ཁོ་གནང་བ་དག་དང་བཅས་དེབ་གཉིས་ཕིར་བྱ་ང་དཔུང་པ་ན་བྱུག་ཟེར་ནས་བཤད་དེ་དཔུང་པ་ན་དགོས་ཡས་ཀྱི་དེབ་དེ་འདྲ་ཁེ་དགོས་ཡའི་རྒྱུ་མཚན་གོ་རང་ཡོང་མར་ཁོ་ཆབ་སྲིད་ཀྱི་སྐད་ཆ་བཤད་སྐབས་ཆབ་སྲིད་ཀྱི་འགོ་ཁྲིད་ཅིག་རེད་ཆབ་སྲིད་ཀྱི་གནས་སྟངས་གཞོན་སྐྱེས་ལ་སེམས་གསོ་སྤར་གཞོན་སྐྱེས་ལ་སེམས་ཤུགས་སྤར། རྒན་པ་ལ། མ་འོངས་པ་གི་གནས་སྟངས་འགྲེལ་བཤད་རྒྱོབ་ཅན་རྒན་པ་ལ་སེམས་གསོ་བཏང་ཅན་རྒན་པ་གང་གི་བློ་ལྷོད་ཤིག་ཤིག་བྱ་ཡ་རེད་ཁོ་གི། དེ་ལས་ལྡོག་སྟེ་ཁོ་ལ་དཔལ་འབྱོར་མེད་པ་མེད་རབས་ཨ་ནི། ད་ཚིག་ཁ་ཤས་དང་ཧ་ལས་པ་སིག་ནིལ་ཕི་གེ། འབིས་བེན་ལ་བཤད་ཡོད་རེད་ད་འབིས་བེན་ལ་ཕལ་ཆེར་མི་བཅུ་གཉིས་བཅུ་གསུམ་གཅིག་ལས་མི་འདུག་སྲིད་སྐྱོང་གསུམ་ནི། དངོས་གནས་དྲང་ནས། ཁོ་རང་ཚོ་ཕི་གེ་ཆང་ས་རྒྱག་དུས་ཁོ་རང་མི་ཉིས་བརྒྱ་སུམ་བརྒྱ་འཛོམས་དགོས་རེད་ད།

ད་དེ་སིང་ངེ་དང་བིས་བན་དང་དེ་ཚོ་ལ་ཕྱིས་ནས་བིས་བན་ལ་དྲི་བ་དྲི་ལན་བྱེད་དགོས་ཀྱི་གོ་སྐབས་ཅིག་རག་ཡོད་ས་རེད་ད། ད་དེ་ལ་ཁོས་སྐད་ཆ་ག་རེ་བཤད་ཡོད་རེད་ཟེར་ན་ཁོ་རྦད་དེ་བཞི་བོ་གཅིག་འཛམ་གླིང་གི་རྒྱལ་སྤྱི་གི་དབུ་ཁྲིད་དེ་འདྲ་བེད་སྐྱོ་ནང་བཞིན་ང། ད་ལྟ་ཨོས་ཏྲུ་ལི་ཡ་གི་སྲིད་གཞུང་ཨ་བེ་ཨ་བེ་ག་རེ་ན་ཅིག་ལབ་གི་རེད་ཨ་བེ་དང་ཨ་བེ་ཁོ་ཚོས་ང་ཚོའི་གི་བོད་པ་དེ་ཚོ་ག་འདྲས་བལྟ་གི་འདུག་གས་བལྟ་ག་ཡོང་གི་ཡིན་བཤད་བཤད་རོགས་ད་ཁོག། ད་དུས་བབ་ཀྱི་སྐྱག་རྫིང་བཤད་བྱས་ནས་ཚིག་གཞན་པ་རྒྱོབ་བྱས་ནས་འདྲ་བཤད་རྒྱོབ་འདུག་ད་དེ་ལ་དེ་འབྲེལ་གྱི་ང་ཚོའི་སྤྱི་ཚོགས་དེ་བྱས་པ་ཡིན་ན། དངོས་གནས་དྲང་གནས་ཀྱི་གནས་སྟངས་ག་འདྲས་ཅིག་ཆགས་རེད་ཅེ་ནས། ཡིན་གཅིག་མིན་གཅིག་བརྡ་གསལ་བོ་ཅིག་ང་རང་བཙུགས་དགོས། ལྷག་པར་དུ་བཙན་བྱོལ་ལ་སྐུ་ངོ་སྲིད་སྐྱོང་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོས་དངོས་ཡོད་ཀྱི་གནས་ཚུལ་ཤེས་པ་དགོས་ཀྱི་འདུག་ད། ང་ཡི་རྒྱབ་སྐྱོར་ཅན་ཅིག་ཡིན་དེ་གས་དངོས་གནས་དྲང་གནས་ཡིན་ད་ཁ་མལ་བུམ་ལ། ཆུ་ཚོད་བཅོ་བརྒྱད། བེད་སྤྱོད་བྱས་ཅིང། དེ་དང་རྩ་མ་ཚད། ཉི་མ་གཉིས་ཀྱི་ལས་ཀ་གོང་པ་ཞུས་འགྲོ་ཡིན།

སྲིད་སྐྱོང་གཅིག་གིས་ཀྱི་ལས་ཀ་དེ་འདྲས་མ་རེད། ད། འདི་ལ་དྲི་བ་བཏང་མཁན་དེ་ཚོས་ག་རེ་རེད་དྲི་བ་དང་དྲི་བ་བཏང་མཁན་དེ་ཚོ་ད་ང་ཐེངས་མ་གསུམ་ཡག་ང་རང་ཀ་བྷེ་གྷེ་ཡོང་དུས་ཁོ་ཚོས་ཧ་གོ་གོ་རེད་ང་ག་རེ་ཟེར་ན་ས་གནས་དེའི་འབྲེལ་མཐུད་རེད། ས་གནས་དེའི་གི་འབྲེལ་མཐུད་བོད་རིགས་སྤྱི་མཐུན་ཚོགས་པའི་གི་ཁུངས་རེད། བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཚོགས་གཞོན་དང་འདི་སྐད་གང་སྐད་ཀྱིས་དངོས་གནས་དྲང་གནས་ཀྱི་མི་ལ་བརྩི་ཐུབ་གི་མི་འདུག་ལ། ཁོ་ཚོས་གི་ཆེ་བཤད་ཡག་པོ་མི་འདུག།

ད་པ་ནེ་སི་གཡུང་མཆོག་དེ་ད་ག་ཙང་གིས་ངའི་དྲི་བ་དེ་གཏང་རྒྱུ་དེ་ངའི་རྣམ་པ་ཚོ་ལ་འདི་གི་སྒང་ལ་དེ་རིང་བཞག་གི་ཡིན་སྤྱིར་བཏང་ངའི་དྲི་བ་དེ་མདོར་བསྡུས་གཅིག་ཞུས་པ་ཡིན་ན། ཁྱེད་རང་ཆོས་རིག་གི་བཀའ་བློན་ཡིན་པའི་ཆ་ནས་ད་ལྟའི་གི་ཆ་ལ་དངོས་ཡོད་གི་ཡོད་པ་དེ་གི་བཤད་ཡིན། དངོས་ཡོད་གི་གནད་དོན་ཁྱེད་རང་ཆོས་རིག་གི་བཀའ་བློན་གཅིག་ལྕོགས་རེད། ཁྱེད་རང་གི་འགན་འཁྲི་དེ་ག་རེ་ཡོད་རེད་ཟེར་ན་ཆོས་ལུགས་མི་སྣ་གི་ཆབ་སྲིད་ཀྱི་གནས་སྟངས་ག་རེ་ཡིན་མིན། ཁྱེད་རང་གི་ཆབ་སྲིད་ཀྱི་དཀའ་ངལ་འཕྲད་པ་འདི་ལ་ཁྱེད་རང་གི་དོགས་འཛིན་བྱེད་དགོས་པ་རེད་ཟེར་དེའི་དོགས་གཏམ་འགྲོ་གཅིག་འདི་རེད། ཡིན་ནའི་ང་རང་སྐད་ཆ་བཤད་སྟངས་འདི་ག་རེ་བཤད་ཡོད་རེད་ཟེར་ན། དངོས་ཡོད་ཀྱི། མི་ཁ་ཤས་ཅིག་གིས་མགོ་སྒུར་བསླུ་བྲིད་བྱས་བྱས་ནས་མི་མང་གི་དཔལ་འབྱོར་ཁབ་ལེགས་གྱོན། ཨ་ནི། མི་ཁ་ཤས་ལ་དཔེ་ཤག་གིས། དེ་དཔེ་ཤག་སྤྲད་བྱས་ནས་མི་ལག་སྐྱོབ་བྱས་ནས་གངས་ཅན་སྐྱིད་གཤོངས། གངས་ཅན་སྐྱིད་གཤོངས་བཙན་བྱོལ་བོད་མིའི་གིས་གངས་ཅན་སྐྱིད་གཤོངས་ཟེར་གི་ས་ཆ་འདི་བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་སྡིངས་ཆ་ཆེ་ཤོས་ཡོད་ས་སྐུ་མདུན་གྱི་བཞུགས་གནས་རྩ་ཆེ་ཤོས་ཡིན་པ་དེ་ལ་ནག་ཚོགས་རི་ལ་ཤོར་བ་ལྟ་བུའི་གི་སྐད་འཕིགས་དེ་འདྲས་བྱེད་བའི་སྐབས་ལ། ཐ་ན་ས་གནས་ཀྱི་སྲིད་གཞུང་གི་ས་གནས་བདེ་འཇགས་མི་སྣ་ལས་ཅན་ཞོད་འཇགས་བཏང་དགོས་ཀྱི་གནས་སྟངས་དེ་འདྲས་བྱུང་སོང་བ། དེའི་ཐོག་ལ་ཁྱེད་རང་གིས་ཐུགས་ཤུགས་ཆེན་པོ་བཏང་སོས་ཁྱེད་རང། དེ་ཅིག་ཆོས་རིག་བཀའ་བློན་ཅིག་ཡིན་པའི་ཆ་ནས། གཉིས་པ་དེ་དྲི་བ་ག་རེ་བཏང་ཡིན་ཟེར་ན། གངས་སེང་དང་འབྲེལ་བའི་ཐོག་ནས་བཏང་ཡིན། དགའ་ལྡན་གྱིས་ངས་བཤད་པ་འདི་གར་བཤད་ཡོད་ཟེར་ན། གངས་སེང་གིས་འདི་ལ་དགའ་ལྡན་གྱིས Australia ལ་གངས་སེང་དང་འབྲེལ་བའི་གི་གནད་དོན་འདི་གི་ཐོག་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་འཇགས་ཆེ་ཤོས་གྲོས་ཚོགས་ཚོགས་པའི་སྐབས་ལ་རྣམ་པ་ཚོགས་ཀྱིས་ར་བསད་ནས་ལུག་འདར་བཅུག་གི་ཡིན་ཟེར་ནས་བཤད་ནས་སྐད་ཆ་འདི་ཁྱིར་བྱས་ནས་གངས་སེང་ལ་ཁྲིམས་གཏུགས་བྱས་སོ། ཁྲིམས་གཏུགས་བྱས་བའི་གི་ཡིག་ཆའི་ནང་ལོགས་ལ་སྐུ་མདུན་དང་གངས་སེང་མཉམ་དུ་བྲིས་བྱས་ནས་དེ་འཕྲལ་གྱི་ཡ་ལ་གཉིས་ཁྲིམས་གཏུགས་བྱས་ཀྱང་མཐའ་མ་ཁྱེད་ཚོས་གར་བྱས་ཟེར་ན། ཁྲིམས་ཐོབ་ཡོད་དཱ་ཟེར་ན་སྲིད་སྐྱོང་ཁྱེད་རང་གིས་གསལ་ཁ་མེད་པའི་གི་སྐད་ཆ་ཅིག་བཤད་སོང། འདི་ལ། གནད་ལ་འཁེལ་པོ་དང། ཐོབ་ན་ཐོབ་པའི་གི་ཐོབ་ཐང་ག་འདྲས་ཅིག་ཡིན་མིན་ཁོ་ན་ཉེས་པ་ག་རེ་ཡིན་མིན་གྱི་དེ་ལ་དྲི་བ་ཁ་གསལ་པོ་ལན་ཁ་གསལ་པོ་ཅིག་དང་གོ་བདེ་པོ་ཅིག་དགོས་ཀྱི་འདུག་གནད་འདི་ལྟར་ཡིན། ད་དེ་དང་མཉམ་དུ་ཨོ་སི་ཁྲུ་ལི་ཡ་ལ་འདའི་ས་གནས་འདི་ལ་ཡོད་པའི་གི་ས་ཁང་ཡོད་རེད། ས་ཁང་ཚོགས་ཆུང་གི་མི་སྣ་རྙིང་པ་གཅིག་གིས་སྐུ་ངོ་སྲིད་སྐྱོང་མཆོག་ལ་རེ་བསྐུལ་ཅིག་ཞུས་སོང་སྐུ་ཅིག་མཁྱེན་ནོ། ད་བོད་པ་འདི་ནི་ཨོ་སི་ཁྲུ་ལི་ཡ་ལ་མེལ་བོམ་འདའི་ས་གནས་ཆེ་ཤོས་ཁག་གཉིས་པ་དེ་ཆགས་ཡོད། མི་གཅིག་སྟོང་ལྷག་ཙ་ཅིག་འཛོགས་ཡོད་རེད་ཁོ་ལོ་ཉི་ཤུ་ཙི་ཅིག་སོང། ཚོགས་ཁང་མེད་པའི་གི་དཀའ་ངལ་གི་ག་ས་ག་ལ་འགྲོ་དགོས་དང་ག་ས་ག་ལ་གནས་སྤོས་དགོས་གི་དཀའ་ངལ་ཞིབ་པོ་ཅིག་འཕྲད་གི་འདུག་ང་རང་ཚུར་ཡོད་པའི་གི་ས་ཆ་འདི་བཙོང་བ་ཡིན་ན། ཨ་ཧ། ཞེས་བཤད་ན་མི་ལན་གཅིག་གཉིས་ཅིག་རག་མདོག་ཁའུ་རེད། མི་ལན་གཅིག་གཉིས་དེས་ད་བསྐྱར་ནི་ས་ཆ་ཉོ་དགོ་བྱུང་ན་མི་སྒེར་གཅིག་གི་ཁང་པ་ལས་ལྷག་ཙ་ཅིག་ཉོ་ཐུག་གི་མ་རེད། དེ་འདྲས་སོང་ཙང་ས་ཆ་དེ་ང་ཚོ་ལ་གནང་ཤོག་རོགས་གྱིས། རེ་བ་ཞུ། དེ་ལ་དངོས་གནས་དྲང་གནས་ཀྱི་ཁོང་ཁྲོ་ཟ་ནི་དེ་ནི་རྦད་དེ། ག་རེ་ཟེར། དོན་བརྗོད་རྙིང་པས་ཀྱི་སྐད་ཆ་ཅིག་ཁིག་བྱས་ནས་དེ་ནི་རྦད་དེ་ཁྱེད་ཚོས་དེ་ནི་རྦད་དེ། ང། གྲོས་ཚོགས་ར་བའི་ནང་ནས་དཀའ་ངལ་ག་ཚད་བྱུང་སོང་ད་ལྟ་ས་ཆ་དེ་བཙོང་ཡས་ཀྱི་སྐད་ཆ་ཏིལ་ཙ་ཅིག་ཡག་པོ་སྒྲོག་ཡོད། ཨ་ནི་ཁྱེད་རང་ཚོ་གི་དེ་འདྲས་ལན་རག་གི་མ་རེད་ད། ཁྱེད་ཚོ་ལ།

ཡུལ་དུས་དང་འཚམས་པའི་གི་གོམ་པ་སྤོས་ཐུབ་དགོས་པར་ལྟ་གོ་ལྟོས་དང་ཡུལ་དུས་དང་འཚམས་པའི་གི་བྱེད་ཐུབ་ཀི་རེད་པས། ཁོ་རང་སྐད་ཆ་བཤད་སའི་གི་ཚོགས་ཁང་དེ་གཡའ་ནི་ཡོད་རེད། གཡའ་ཡིན་པ་དེ་ཁོ་རང་གི་ད་ལྟ་བོད་རིགས་མཐུན་ཚོགས་ཀི་འགྲེལ་བཤད་རྒྱོ་ཞག་རེད། Australia ལ་ནམ་དུས་གུན་ཁ་རེད་ཆུ་ཚོད་དྲུག་པ་ནས་ཁ་བརྒྱད་པ་དགུ་པ་བཅུ་པ་དེ་འདྲའི་བར་དུ་བཀག་ཞག་རེད་ཁོས་ཚོགས་ཁང་ནང་ལ་སྐད་ཆ་ཚོགས་ཁང་ནང་ནམ་དུས་གུན་ཁ་རེད་འཁྱག་གི་ཡོད་རེད་མི་ཚང་མ་རྐུབ་བཀྱག་ཡས་མས་བྱས་ནས་དེ་ག་ལ་དེ་དན་གྲུབ་བཞི་རེ་རེ་སྟེང་བཅས་འགྲེལ་གི་ཡོད་རེད། ཟླ་ཚེས་སྐྱོ། ང་དྲི་བ་ལན། དྲི་ལན་གུས་ཀ་འགྲོ་དེ་ང་དུས་ཐུང་དང་ཐུག་པོ་གོན་དེ་དེ་འཁྱག་ནི་དངོས་གནས་དྲང་གནས། དེ་འདྲས་ཀྱི་སྐད་ཆ་བཤད། ཆུ་བ་བ་གང་གི་མེད་ཀྱང་ཚང་མ་མི་སྒེར་ཆུ་ཚོད་གཉིས་གསུམ་ལུང་པ་གང་བཤད་འདེབས་དངོས་གནས་བྱས་ན་ཨོ་ས་ཁྲུ་ལི་ཡ་ལ་ཡོད་པ་ཡིན་ནས་རེད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་པའི་གི་མི་དེ་ཚོ་ཡུལ་དུས་དང་འཚམས་པའི་གི་ཁོས་བཤད་དགོས་གི་ཡོད་རེད་ཡུལ་ག་འདྲས་ཅིག་རེད་ཡུལ་ཨོ་ས་ཁྲུ་ལི་ཡ་རེད་དུས་ཚོད་ཨོ་ས་ཁྲུ་ལི་ཡ་ལ་གུན་དགའ་རེད་ཨོ་ས་ཁྲུ་ལི་ཡ་ལ་ཡོད་པའི་གི་མི་དེ་ཚོས་འཚོ་བ་ག་འདྲས་ཅིག་སྐྱེལ་གི་ཡོད་རེད་ཟེར་ན་ཆུ་ཚོད་ཆུ་ཚོད་ལ་བལ་དུས་ཚོད་ཨོ་ས་ཁྲུ་ལི་ཡ་གི་འཚོ་སྐྱེལ་གི་འཚོ་རྟེན་རེད་ཨོ་ས་ཁྲུ་ལི་ཡ་ཡོད་པའི་མི་དེ་ཚོ་གི། རིན་ཆེན་གསེར་ལས་དཀོན་པའི་གི་ཆུ་ཚོད་དེ་དུས་ཚོད་དེ་གས་གང་གི་ཁོའི་འཕྲོ་བརླག་བཏང་ཞག་ཡག་མེད་ན་ཁོས་སྐད་ཆ་བཤད་པའི་ནང་ནས་དངོས་གནས་དྲང་གནས་ཀྱི་གཞོན་སྐྱེས་ལ་བློ་རྒྱ་བེ་ཡས་ཀྱི་སྐད་ཆ་གཅིག་ཡོད་ནས་འགྲིག་གི་ཡོད་རེད་མ་འོངས་པ་བོད་སྤྱི་པའི་རྩ་དོན་ལ་ཕན་པའི་གི་ཚིག་ཁ་ཤས་ཡོད་ནས་འགྲིག་གི་ཡོད་རེད་དེ་འདྲས་ཆེ་བཞིའི་རྩ་བ་ཉིད་ནས་མི་འདུག་ཚིག་བཅད་མི་འདུག་ད་དོག་དོག་བྱས་ན་བྱས་ཙང་ད་ངས་གི་དྲི་བ་དེ་ལ་ལན་འདེབས་རེད་ད་ལྟ་ཁོ་ལ་བཤད་བཤད་བཏང་མོད་དེ་ནས་རིམ་པས་ཀྱང་ངས་གི་དྲི་བ་དེ་ལན་ད་ལྟའི་ཆ་ལ་ཐོབ་ཡོད་དོ། ཐོབ་ཡོད་ད། ད་ཁྱེད་ཚོས་དེ་འདྲས་འདྲ་མ་འདྲ་བཤད་པ་ཡིན་པ་ཡིན་ན་ངས་དེང་ཆད་ག་ལ་ཁྱེད་ཚོས་ཆབ་སྲིད་ཡིན་སྲིད་ལྷག་བསམ་ཡང་ཡིན་སྲིད་ང་ལ་དེ་འདྲས་བཤད་ངས་གང་བྱུང་མ་བྱུང་བཤད་བཅུག་ཅིང་ངས་བཤད་པ་ཡིན་ན་ཨ་ནི་ཁོ་ལ་ཁེབ་བཟང་རག་སྲིད་ཀྱི་རེད་ས་ཁོ་དེ་འདྲས་ཅིག་ཡོད་རེད་ད་ཁྲིམས་དུ་ང་ཚུགས་ཐོབ་སུ་ད་ཡང་ཁོ་ལ་ཁེབ་བཟང་ཡོང་སྲིད་ཀྱི་རེད་ཟེར་ན་ག་རེ་སྐད་ཆ་བཤད་དགོས་རེད་ཁྲིམས་དུ་ཐོབ་ན་ཁོ་ལ་ཉེས་པ་ག་རེ་བཀལ་ཡོད་རེད། འདི་ངེས་པར་དུ་དགོས་དགོས་བར་བ། ཁྲིམས་བསྡུ་བྱས་ཡིན་མ་ཡིན། ཉེས་བ་འདི་འདྲའི་ཅིག་སྐལ་ཡིན། རྒྱ་གར་རིམ་བྱོན་ལ་ཁ་འདི་འདྲའི་ཅིག་བཏགས་པ་རེད་ཨ་ནི་ང་ཚོས་ཁྲིམས་འདི་འདྲའི་ཅིག་གཏུགས་ཡོད་ཟེར་ནས་ཅིག་བཤད་དགོས་རེད་བ། རྡོག་རྡོག་བཤད་པ་ཡིན་ན་ད་ལྟའི་བཀའ་ཤག་ཡིན་ནས་རེད་གྲོས་ཚོགས་ར་བའི་ནང་ནས་མི་རྒན་པ་གླིང་སྙིང་ཁ་ཤས་ཅིག་ཡོད་བ། སྐུ་ངོ་མི་འགྱུར་རྡོ་རྗེ་ཨང་དང་པོ་ཁེལ་ཡོང་གི་རེད། སྐུ་ངོ་དངོས་གྲུབ་རྡོ་རྗེས་ཚིག་འདི་བས་ཀྱི་ན་ཚ་ལས་རྒྱུ་ཁ་ཤས་ཅིག་གིས་སྐུ་ངོ་དངོས་གྲུབ་རྡོ་རྗེ་ག་རེ་ཟེར་ན་ར་སེ་ལུ་ལུ་འདག་དགོས་ཀྱི་རེད་ཟེར་ནས་ད་ག་ཚད་བཤད་ཀྱང་བཙན་བྱོལ་དབུས་བོད་མིའི་གི་སྒྲིག་འཛུགས་ཀྱི་བདེ་འཇགས་བྱེད་ཤེས་སྐུ་མདུན་དགུང་ལོ་དགུ་བཅུ་ལས་འགྲོ་བའི་གི་ཕྱག་རྟགས་ཟེར་བའི་ད་ཁོ་ཚོས་ལ་དྭགས་ཟེར་བའི་རྟོག་ཞུས་གནས་ཚུལ་དེ་བྱས་པ་རེད་ག་རེད་ཟེར་ན་གངས་སེང་གི་བཤད་པའི་སྐད་ཆ་འདི་བོད་པའི་སྤྱི་ཚོགས་སྐད་ཡིག་གཅིག་གི་ནང་ཡོད་རེད་ད་ཁོ་ཚོས་ཁྲིམས་གཏུགས་ཡིན་ན་ཅིག་ཅིག་རྒྱ་བོད་རིན་པོ་ཆེ་གི་མིང་དང་གངས་སེང་རྒྱ་བོད་རིན་པོ་ཆེ་གི་ཚེམས་དང་གངས་སེང་གི་མིང་གཉིས་མཉམ་དུ་བྱར་བྱས་ནས་སྐད་ཡིག་གཞན་པའི་ཅིག་ལ་ཡོངས་སུ་རྫོགས་པ། སྐད་ཆ་ཡོངས་སུ་རྫོགས་པ། སྐད་ཡིག་གཞན་པ་གཅིག་གི་སྒང་ནས། སྐད་ཡིག་ལྷག་པར་དུ། འཛམ་བུ་གླིང་ནང་གི་ཁྱབ་ཆེ་ཤོས་ཀྱི་སྐད་ཡིག་དབྱིན་ཇི་སྒང་ལ་བོད་ཅན་ཁྲིམས་ཁང་ཡར་རྒྱས་བཞག་པའི་བརྡ། ཕྱོགས་གཞན་གཅིག་ནས་ཁོ་ཚོས་སྐུ་མདུན་གྱི་མདུན་ལ་བོད་ཅན་འོ་ད་གོ་དོན་ཡིན་བྱམས་བརྩེ་གི་ལོ་ཡིན་ཟེར། ད་གོ་དོན་དང་བྱམས་བརྩེ་ལོ་ཡིན་ཟེར་དེ་ཚོ་བརྟན་བཞུགས་ཡིན་ཟེར་རྡ་རམ་ས་ལ་འུར་གྱོ་བ་འདི་གས་རྡ་རམ་ས་ཀྱི་ཁེ་ཕན་ཤོག་ཐོག་མི་མང་བདག

ཁྱི་ཁྱི་རྒད་པོ་གཅིག་གི་འགྲམ་འགྲམ་ན་རུས་སྒོ་གཅིག་བཞག་པ་ནང་བཞིན་གྱི་ཁྱི་གསར་པ་དེ་ཚོའི་འཕྲོག་རེས་ཁོ་རང་སོགས་མེད་པ་ཟ་ཐུབ་ཀྱི་མ་རེད། ཁྱི་གཞན་རྣམས་ལ་བེད་ཏི་འོམ་ཅིག་རྒྱོབ་ཀྱང་དེ་དེ་བ་ནང་བཞིན་གྱི་རེད། ག་རེད་ཟེར་ན། ཆོས་ལུགས་ཀྱི་བཀའ་བློན། ནང་སྲིད་བཀའ་བློན། དཔལ་འབྱོར་བཀའ་བློན། འཕྲོད་བསྟེན་བཀའ་བློན། ཚང་མ་ཁོ་རང་གི་སྟབས་བེད་ཁྱི། ད་ད་གན་ལ་བ་ནང་བཞིན་ཁྱི་རྒན་གྱི་རུས་པ་བཀག་པ་ནང་བཞིན་བཀག་བསྡད་བ་རེད།

ཁོས་ལན་གྱི་ག་རེ་ཟེར་ན་ཁོ་ཚོའི་བདེ་འཇགས་ངང་གནས་ཐུབ་པ་བྱེད། ཁོ་ཚོའི་གི་དཔལ་འབྱོར་ཡིན་ན་རུང་ཁོ་ཚོའི་གི་ཤེས་ཡོན་གྱི་གནས་སྟངས་ཡིན་ན་རུང་ཁོ་ཚོའི་གི་འཕྲོད་བསྟེན་གནས་སྟངས་ཡིན་ན་རུང་དེ་ལྟ་ངན་བཞག་པ་རེད་མ་གཏོགས་ཁོ་ཆོས་ལུགས་འདི་གའི་གངྒཱའི་བལ་སངས་རྒྱས་བསྟན་པའི་གི་ཡག་པ་འགྲོ་ཡས་གི་སྐད་ཆ་དེ་ཁོ་རང་དཔེ་དེ་ཚན་རིག་དང་མཐུན་པའི་གི་སྐད་ཆ་བཤད་ཐུབ་ཡོད་མ་རེད་ད་ལན་དེ་ལ་ད་བྱས་ཙང་ཁོ་ཆོས་ལུགས་གི་བཀའ་བློན་ཡིན་ཟེར་གོ་ར་ཆོས་ལུགས་གི་བཀའ་བློན་གི་ཐུས་ཤུགས་དེ་ག་ཚད་ཕྱིན་ནས་ཁོས་ཧ་གོ་གི་མི་འདུག། ཐུ་ཡུ་གར་ཕྱིན་ཡོད་རེད་ཟེར་ད་ཚང་མས་མཁྱེན་ས་རེད། ད་ལྟའི་ཁོང་ཚོ་རྦད་དེ་བཙན་བྱོལ་བོད་མིའི་སྒྲིག་འཛུགས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མངའ་ཞབས་ལ་ཡོད་བས་ཀྱི། ཕྱི་རྒྱལ་ཡུལ་གྲུ་ཁག་དེ་སྔའི་རིགས་གཅིག་བྱས། བཙན་བྱོལ་ལ་དེ་སྔའི་རིགས་གཅིག་བྱས་དེ་ཚོས་གར་ཕྱིག་ཡོད་རེད་ཟེར་བ་ཡིན་ན། ཆོས་ལུགས་ཀྱིས་སྤྱི་འཐུས་མི་གོ་འོས། འོན་ཏེ་ད་ནས། ཆོས་བ་དང་དེ་གས་ལབ་ཀྱི་ཡོད་མ་རེད་ད། མི་སྐྱེ། ད་ང་དབུས་གཙང་གི་མི་སྐྱེ་རེད་དཔེ་ཆ་བཤད་ན་ང་དབུས་གཙང་གི་མི་རེད། ངས་མདོ་སྟོད་དང་མདོ་སྨད་ཀྱི་སྤྱི་འཐུས་མུ་ཁོ་སི་ནས་ངས་ས་ཡིག་སྐྱོ་སྐད་སྐྱོ་མི་ལ་དཔལ་འབྱོར་ཁབ་ལུས་ཅན་མི་མང་ཚང་ནས་དཔལ་འབྱོར་ཁབ་ལུས་ཅན་དུས་གང་བཙན་གྱིས་གཞུང་ལ་སྐད་རྒྱག་ཁ་ཕྱིན་ན། ཆོལ་ཁ་གཉིས་དེ་གཉིས་ག་རེ་བསམ་དགོས་རེད་དཔེ་ཆ་བཤད་ན་ཆོལ་ཁ་ལ་ཅིག་ཆ་བཤད་ན། ཆོས་ལུགས་ཀྱི་སྤྱི་འཐུས་གོས་དང་མོས་དགོས་ཟེར་ན་ཆོས་ལུགས་ཁོ་རང་ཚོ་གི་མི་སྣའི་རེད། དངོས་གནས་དྲང་གནས་ཀྱི། ད་ཆོས་ལུགས་སྤྱི་འཐུས་རེ་ཟུང་གིས་མ་འགྲིག་པ་ཡིན་ན་ཐེར་འདོན་བྱས་ཆོག་གི་རེད། མིང་དོན་ཅན།

དཔལ་འབྱོར་གྱི་རྒྱབ་རྟེན་གང་གཱའི་སྐྱོབ་གསོ་ལ་འགོ་ཚུགས་རེད། དཔལ་འབྱོར་གྱི་སྐྱོབ་གསོ་ཡོང་མཁན་དེ་མང་དུ་མང་དུ་འགྲོ་མཁན་འགྲོ་མཁན་དབུས་བོད་མིའི་གི་བཙན་བྱོལ་དུ་ཡོད་པའི་གི་བོད་མི་རྣམས། དཔལ་འབྱོར་གྱི་ཡར་རྒྱས་འགྲོ་མཁན་འགྲོ་མཁན་འགྲོ་མཁན་སྲ་བརྟན་བྱས་ཡར་རྒྱས་འགྲོ་མཁན་འགྲོ་མཁན། ཐ་ན་ད་ལྟ་སྐུ་མདུན་དགུང་ལོ་འདི་འདྲས་བགྲེས་འགྲོ་བའི་གི་སྐབས་ལ། ཨ་རི་གཙོ་བོ་བྱས་པའི་དཔལ་འབྱོར་རྒྱབ་རྟེན་ཤོག་ཆེ་ཤོས་ཆགས་རེད་ད་ཆ་ནི། འདི་གས་ཆགས་པས་ཀྱི་ང་ཚོ་ལ་ཁེ་ཕན་ག་རེ་བྱུང་འོ་རེད་ཟེར་ན། ང་ཚོའི་ཀྱི་བོད་མི་རིགས་ཀྱི་ཆ་རྐྱེན་ཡོངས་སུ་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཀྱི་རིག་གཞུང་ཆ་ཚང་བའི་ཀྱི་སྒྲིག་འཛུགས་འདི་འདྲས་ཅིག་ཚགས་ཚུད་པོ་ཆགས་ཐུབ་པ་རེད། ཐབས་ཁ། ལོ་དྲུག་ཅུ་ཙམ་ཞིག་གི་ནང་ལ། དཔལ་འབྱོར་གྱི་རྒྱབ་རྟེན་ཆེ་ཆེ་ཆེ་ཆེ་ཆེ། ང་ཚོའི་གི་སྒྲིག་འཛུགས་ཀྱི་མི་སྣ་དེ་ཡར་རྒྱས་ཆོད་ཆེ་ཆེ་ཆེ་ཆེ་ཆེ། མི་འབོར་མང་མང་མང་མང་མང་ཆེ། ལས་གཞི་མང་མང་མང་མང་ཕྱིན་པ་རེད་ད། ད་འདི་བ། ད་ཡོད་མ་རེད་ཁོ་འགོ་ཚུགས་ནས་ཁོས་དཔལ་འབྱོར་གྱི་ཚང་མ་བྱས་ནས། དཔལ་འབྱོར་ད་རང་ལ་དཔལ་འབྱོར་རྒྱབ་རྟེན་ཆེ་ཤོས་དེ་ཁ་བུ་ཡོད་རེད། འདི་ཁ་བུ་ཡོད་གི་རྒྱབ་གཙོ་བོ་དེ། ཨ་རི་ཆུ་ཁུག་གི་གནས་སྟངས་མ་རེད་ད། ཁོ་རང་རང་ལ་རག་ལས་གྱོར། ཁོ་རང་རང་གིས་ཨ་རི་གི་སྲིད་ཇུས་འགྱུར་བ་འགྲོ་བ་དང་མཉམ་དུ་བི་གེ་ཁོ་རང་བི་གེ་བཅར་དགོས་གྱོར་ཁོས་འགྲོ་ཡོང་བ་མ་རེད། དངོས་གནས་དྲང་གནས་གཅིག་གནས་སྟངས་དེ་རེད། དཔལ་འབྱོར་ཁ་ནས་ད་ཁོས་འཐུས་ཤུགས་དེ་ཕྱིན་སོང་ཨ། དཔལ་འབྱོར་ཁ་ནས་འཐུས་ཤུགས་དེ་འདྲའི་བཏང་ཡོད་རེད་ད་ཁོས་ཧ་གོ་གི་མི་འདུག། ཆོས་རིག་ཁ་ནས་ད་ལྟ་ངས་བཤད་པ་ནང་བཞིན་ནག་ཚོགས་རི་ལ་ཤོར་བ་ལྟ་བུའི་གི་གངས་ཅན་སྐྱིད་གཞུང་གནས་རྩ་ཆེན་པོ་དེ་གི་ནང་ལོགས་ལ་བབས་ཏེ་སྐད་འབོད་ཀྱོ་ངོ་ལོག་བྱས་ཟིང་འཁྲུག་ལངས་པ་རེད།

བརྟན་བཞུགས་དང་ག་ས་ག་ལ་ཞལ་འདེབས་ཀྱང། དབུས་བོད་མིའི་སྒྲིག་འཛུགས་ཀྱི་གོ་དོན་ལ་བརྟན་བཞུགས་གོ་དོན་ལ་དཔེ་དེ་ཞལ་འདེབས་ཡག་པོ་གྱོ་མི་འདུག་ད་ལབ་པའི་འདུག་ཁོས་དོན་དུ་མི་དེ་དྲང་གནས་སུ་ལབ་སྲིད་ད། ད་དེ་འདྲའི་གི་ད་ང་ཚོ་གར་ལབ་པ་རེད་དངོས་གནས་དྲང་གནས་རེད་ད། ད་དེ་ལ་དེ་ལ་ཁོ་རང་གི་གནས་ལ་མཁས་པའི་གི་ལན་རྩ་བ་ཉིད་ནས་རྒྱ་བས་ཐུབ་མ་སོང་འཇོན་གི་མི་འདུག། དེ་དང་མཉམ་དུ་ད་ངས་ང་ཚོའི་གི་འདི་ལ། བོད་རིགས་མཐུན་ཚོགས་ཡི་གཅིག་པུ་གཅིག་མཁན་ད་ལྟ་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་ཡིན་ཕྱིན་ནས། ཆེ་བཞི་གང་ཡང་མི་འདུག་ད། དངོས་གནས་དྲང་གནས་ཀྱི། འདི་འདྲས་ཀྱི་གནས་སྟངས་མགོ་ནས་བྱེད་པ་ཚོ་འདི་འདྲས་བྱས་པ་ཡིན་ན་ག་ཅིག། ཁོ་ཚོས་དངོས་གནས་དྲང་གནས་ཀྱི་བསམ་བློ་གང་ཡང་མ་བཏང་བར་ལ་བོད་རིགས་མཐུན་ཚོགས་ཀྱི་བྱ་དགའ་ཡོད་རེད་པས་ད་སྲིད་སྐྱོང་པས་ད་ཡག་ཤོས་བྱས་པའི་གི་བྱ་དགའ་ཡིན་ཤུ་གུ་ཅིག་ག། དེ་དང་མཉམ་དུ་ཁོང་ཚོས་རྟེན་འབྲེལ་ལོག་ཆོས་ཟླ་བཅུ་ཡས། ག་རེད་ཟེར་ན་ང་ཚོ་བོད་བན་གྱི་གཏམ་དཔེ་ལ་ལྟས་ངན་ཞག་གང་གང་དངོས་གྲུབ་ཧམ་གང་ཁོང་ཚོས་ཞྭ་མོ་གཅིག་གཡོགས་སོང། འདི་དངོས་གནས་དྲང་གནས་ཀྱི་རྟེན་འབྲེལ་ཆུ་བོ་རེད་ལ་ཁོང་ཚོ་བོད་རིགས་མཐུན་ཚོགས་ཀྱི་སྐད་ཆ་དེ་ཡག་པོ་བཤད་མ་སོང་སྐད་ཆ་ག་རེ་བཤད་སོང་ལབ་པ་ཡིན་ན། ཁོང་ཚོས་སྐད་ཆ་འདི་འདི་བཤད་སོང་ད། མོན་གྷོ་མི་ཡོད་པའི་གི་བོད་རིགས་ཡོངས་རྫོགས་ཀྱིས་དེ་བྱས་པ་རེད། བོད་རིགས་ཡོངས་རྫོགས་ཀྱིས་གོ་བསྡུར་བྱས་ནས་དེ་བྱས་པ་རེད་ཕུལ་བ་ཡིན། ཐ་ན་ང་ས་གནས་འདི་གའི་གི་འབྲེལ་མཐུད་པ་ཡིན་ང་ལས་ཧ་གོ་མ་བྱུང། དེ་འཕྲལ་གྱི་སྐད་ཆ་ཁོ་ཚོས་རྫུན་མ་བཤད་གི་འདུག་ད། དེ་ང་ཚོ་མོན་གྷོ་མི་ཡོད་པའི་བོད་རིགས་ཚང་མས་ཤེས་དགོས་གི་མོན་གྷོ་མི་ཡོད་པའི་བོད་རིགས་ཚང་མས་ཤེས་དགོས་པ་དོན་དུ་ངེས་པར་དུ་ཞལ་འདེབས་བསྐྱང་ངེས་འདི་གའི་གངས་སྐྱེས་ཀྱིས་སོ་སོས་ཞལ་འདེབས། བུའི་མིང་བུ་དེ་ལ་དགོས་ཀྱི་འདུག་ད་སྲིད་སྐྱོང་ཁོ་རང་རང་གི་ཁར་ཁྱེད་རང་ཚོ། ལེབ་དང་དེ་ཡོང་རེ་དེའི་ནང་དེ་ལ་ལྟ་ད། བོད་མི་སྒྲིག་འཛུགས་ཀྱི་གོ་དོན་ལ་དཔེ་ཤ་སྤྲད་མ་སོང་ཟེར་བྱས་ནས་བྲིས་ཤག་ཤེས་སོ། དཔེ་ཤ་ཡག་པོ་སྤྲད་མ་སོང། ད་དངོས་གནས་དྲང་གནས་ང་ཚོ་འགྲོ་ཡིན་ན་ཧུར་ཐག་པ་ད་གང་ཡོང་ཅི་ཡོང་གི་ཞལ་འདེབས་འཇོག་ཡིན། གོ་དོན་ལ་སྤྲད་མ་བྱུང་ཟེར་གི་འདུག་ད་ང་ཡིན་ནས་སྐད་ཆ་དྲིས་ཀྱི་ཡིན། རྣམ་པ་ཚོ་ཡིན་ནས། འདི་དེ་རིང་ངེད་ཀྱི་དྲ་རྒྱར་གཟིགས་ངེས་ཀྱི་མལ་འབམ་ཡོང་ངེས་ཀྱི་བོད་པ་ཚོ་ཡིན་པ་ཡིན་ན། སྐད་ཆ་དྲིས་འོ་འདུག་ངེས་པར་དུ་ཁྱེད་རང་ཚོ་ཞལ་འདེབས་རྒྱོབ་ཡིན་ན་སྲིད་སྐྱོང་གིས་ཞལ་འདེབས་རྒྱོབ་མ་སོང་ཟེར་ནས་ད་ལྟ་ང་རང་ཚོ་ཚོགས་ཁང་ནང་ཞལ་ཁྱེད་རང་ཚོ་དྲ་རྒྱ་དེ་གི་ནང་གཟིགས་དང། ཡོད་དེ་མེད། བྱས་ཙང། བོད་རིགས་མཐུན་ཚོགས་ཀྱིས་དེ་འདྲས་བྱེད་པའི་སྐབས་ལ་དངོས་གནས་དྲང་གནས་ཀྱིས་བོད་རིགས་མཐུན་ཚོགས་ཀྱིས་དེ་འདྲས་ཕུལ་གྱི་ཡོད་པ་ཡིན་ན་དངོས་གནས་དྲང་གནས་ཀྱིས་ཚོགས་གཙོ་ཟུར་པ་བསྟན་འཛིན་བློ་བཟང་དེའི་འདུག་དང། བསྟན་འཛིན་བློ་བཟང་དེ་ཚོ་ངེས་པར་དུ་སྐད་བཏང་དགོས་རེད་དངོས་གནས་བྱས་པ་ཡིན་ན། བསྟན་འཛིན་བློ་བཟང་ལ་ཁོ་ཚོས་རྐུབ་བཀྱག་བྱས་སྤྲད་མི་འདུག་ད་དངོས་གནས་དྲང་གནས་ཀྱི་ཁོ་ཚོས་ད་ལྟ་མེལ་སྦོམ་གྱི་བོད་རིགས་མཐུན་ཚོགས་དེ་ཚོས་ལས་ཀ་ཡག་པོ་བྱེད་ཐུབ་ཀྱི་མི་འདུག་བྱེད་མ་ཐུབ་པའི་རྒྱུ་མཚན་ག་རེད་ཟེར་ན་ཁོ་ཚོ་མི་ཁ་ཤས་ཅིག་ལ་རྣ་བ་དག་འདེད་རྒྱུ་དེ་གསལ་བོ་ཞིབ་ཅིག་རེད་ཤག། ག་རེ་བྱས་ཟེར་ན་དངོས་གནས་དྲང་གནས་ཀྱི་ཚོགས་གཙོ་ཟུར་པ་ཡིན་ནའི་རེད་ད། ད་ལྟ་སྟོབས་ཆེན་ཁོ་ཚོ་དེ་བྱེད་ཀྱི་རེད་ཁ་ཚང། ས་སྐྱའི་གི་དེ་རེ་བ་ཞུ་མཁན་ཅིག་འདུག་སྟོབས་ཆེན་ཁོ་ཚོ་ལ་དེ། ད་ལྟ་དྲི་བ་དྲི་ལན་བྱེད་པའི་སྐབས་ལ་དེ་སྣང་མེད་བཞི་པོ་བཏང། ལྷག་པར་དུ་ཚོགས་གཙོ་ཟུར་བ་ལ་སྣང་མེད་བཏང་དེ་འགྲིག་གི་ཡོད་མ་རེད། བསྟན་འཛིན་བློ་བཟང་འགྲོ་བ་ཡིན་པ་ཡིན་ན་ལས་དོན་ག་རེའི་ཐོག་ལས་ནས་ཧུར་ཐག་པ་ཐག་བྱེད་གི་ཡོད་རེད་དངོས་གནས་དྲང་གནས་རེད། མེར་བོང་ལ་ཆ་བཞག་ན། དེ་ལ་ཁོ། ལས་དོན་ག་རེའི་ཐོག་ལ་ཡིན་ནས་དངོས་གནས་དྲང་གནས་ཀྱི་དཔེ་གལ། ཁོ་རང་གི་ལས་ཀ་བཞག་བཅས་ནས་མི་ཁང་པ་གཡར་ས་ལ་རོགས་པ་བྱས་འགྲོ་གི་ཡོད་རེད་གསར་པ་ལས་སྐྱོར་དེ་ཚོ་ལ་གཞུང་དང་འབྲེལ་གཏུག་བྱེད་ཡས་ཀྱི་མ་གཞི་ད་ཁོ་རང་སྐྱེ་རྒྱུ་རེད་སྐྱེ་རྒྱུ་ལས་ལྷག་ཁོ་རང་གི་ཤུགས་བཟོ་ཡས་དང་དེ་འདྲ་དངོས་གནས་དྲང་གནས་ཀྱི་སྒེར་པ་མང་པོ་ལ་རོགས་པ་བྱས་པའི་བསྟན་འཛིན་བློ་བཟང་སྒྲོག་ཡིན། དེ་ཡིན་དུས་བོད་རིགས་མཐུན་ཚོགས་ཀྱི་དངོས་གནས་དྲན་ན་ཁོ་ཚོ་ལ་གུས་གུས་ཞུམ་ཞུམ་བྱེད་མ་ཐུབ་པ་ཡིན། ཁོ་ཚོའི་གྱི་བྱ་བཞག་དེ་ལ་བརྩི་འཇོག་བྱེད་དགོས་རེད་ད། ཟུར་བ་ལ་བརྩི་འཇོག་གོ་རུང་སྣང་མེད་བྱས་སོ་ཚོད་སྔོན་འདས་གྲངས་མེད་དེ། དེ། སྐད་ཆ་བཤད་ཁ་བ། དེ། དྲི་བ་ཁུར་ཡས་ཀྱི་དེ། ཕར། འདུག་ཟེར་ནས་ཕར་འགྲོ་དུས་ལས་ཕར་སླེབས། དེ་ཙམ་མེད་ཚེ་བསྟན་འཛིན་སློབ་གསོ་དངོས་གནས་རེ་བ་ཞུས་ཏེ་ཁོ་ཚོས་སྤྲད་མ་སོང་ཡག་པོ། འདི་མ་སྤྲད་པ་དེ་དང་སྣང་མེད་བཏང་ཡས་དང་དེ་གང་བྱུང་མ་བྱུང་ང་འགྲོ་ཡིན་ན་ད་འབྲལ་དུས་པ་རེད་ག་ཡི་འདུག་སྣང་མེད་བཏང་པ་དང་དེ་འབྲེལ་ལ་ཁྱད་པ་ག་ཡང་ཡོད་མ་རེད། ཡིན་པ་ཡིན་ན་ག་རེད་ཟེར་ན། ང་ལ། འཇོན་ཐང་གང་ཡང་མ་རེད་ཡོད་མ་རེད་ཨོ་སི་ཀྲུ་ལི་ཡ་ནང་ལོགས་ལ། བསྟན་འཛིན་བློ་བཟང་འགྲོ་བ་ཡིན་ན་དངོས་གནས་གྲངས་མེད་ཀྱི་མེར་བུམ་ཡུལ་བོད་ཀྱི་བོད་པ་མང་པོ་ལ་ཕན་ཐོགས་བྱེད་དགོས་པར་མང་པོ་ལ་ཕན་ཐོགས་མིན་གྱི་མི་ཞིག་རེད། དེ་ཡིན་དུས་ཁོ་ཚོས་བརྩི་འཇོག་བྱེད་དགོས་རེད་ཁོ་ཚོའི་ཚོགས་པའི་གི་ལས་ཀྱི་སྣེ་མོ་དེ་ཚོས་བརྩི་འཇོག་ཡང་བྱེད་དགོས་ཀྱི་རེད་བྱུང་ན་དངོས་གནས་གྲངས་མེད་ཀྱི་དེ། སྲིད་སྐྱོང་ལ་ཅིག་བྱ་དགའ་ཡོད་སྲིད་སྤྲད་སོང་དེ་དངོས་གནས་གྲངས་མེད་ཀྱི་ཐོབ་དགོས་ས་བསྟན་འཛིན་བློ་བཟང་དེ་ཚོ་འགྲོ་གི་རེད། ཁོ་ཚོས་ཁ་ཡོད་ལག་ཡོད་ཀྱི་དངོས་གནས་གྲངས་མེད་ཀྱི་ལས་ཀ་བྱས་ཤག་རེད། སྲིད་སྐྱོང་གི་ཅིག་ཐང་བྱས་ཡོད་མ་རེད་བོད་མིའི་སྒྲིག་འཛུགས་ལ་འཐུས་ཤོར་ལུང་པ་གང་བཏང་བ་རེད་དེའི་སྐབས་དེར་ཁོ་ཚོས་མི་ཁ་ཤས་ཅིག་གི་དཔལ་ལས་བཤད་བྱས་ནས་བོད་རིགས་མེར་བུམ་གྱི་བོད་པ་ཡོངས་སུ།

ག་རེ་ང་ཚོས་བཞག་ནས་འགྲོ་གི་རེད་ཁོ་ཚོ་ལ། བོད་པའི་གི་མི་རབས་རྙིང་པ་ཚང་མས་ང་ཚོ་ལ་ད་ལྟ་བར་དུ་བོད་ཟེར་བའི་གི་མཚན་སྙན་གྲགས་འདི་དང། ཕོ་བྲང་པོ་ཏཱ་ལ་ཟེར་བའི་གི་སྲོལ་རྒྱུན་རིག་གནས་གནས་སའི་གི་གནས་རྩ་ཆེན་པོ་དེ་འདྲ་འཛུགས་སྐྲུན་བྱས་ཅིང་བྱ་གཞག་བསྐྲུན་ཅིང་ང་ཚོ་ལ་བཞག་ཅིང་ཁོ་ཚོ་འགྲོ་གི་རེད། ང་ཚོའི་གི་དུས་ཚོད་ལ་སྲིད་སྐྱོང་སྟོབས་ཤུགས་གཅིག་གིས་ཞབས་འདྲེན་མང་ཤོས་ཞུ་མཁན་གཅིག་ལ་བྱ་དགའ་སྤྲད་ཡིན་ཟེར་ནས་འགྲོ་བ་ཡིན་ན་ང་ཚོ་ངོ་གནོང་གོ་བྱ་གི་རེད་དངོས་གནས་དྲང་ནས་ང་རང་ཚོ་མི་གཏོགས་མར་འགྲོ་དུས་དང། དེ་དང་མཉམ་དུ་ང་ཚོ་མེད་ད། ཞུ་ཡ་ཡིན་དངོས་གནས་དྲང་གནས་ཡིན། ད་ལྟ་ཁོ་ཚོ་མི་མོ་རང་དབྱེ་བ་འབྱེད་ཐུབ་ཀྱི་མི་འདུག་མིའི་གདོང་པར་བལྟས་ནས་ད་ལྟའི་གི་གོ་གནས་འགྲོ་སྟངས་དེ་ཚོར་བལྟས་ཅན་དཔེ་ལས་འཁྲབ་གི་འདུག། འདི་ཡིན་ཚ་བའི་རྗེས་ལ་མི་དེ་གིས་གི་མི་གཤིས་ཆད་ཀ་བརླག་པ་རེད་དེ་འདྲས་གི་བྱེད་མཁན་གི་མི་ཅིག་འདུག། ཡག་ལ་གོ་གནས་བལྟས་ཚར་ཅིག་ར་དང། ད་ས་གཞི་མིས་མོ་གཏོང་བྱེད་དགོས་རེད།

ངེས་པར་དུ་བཤད་གནང་རོགས་གྱིས་དེ་ག་རེ་ཡིན་ཟེར་ན། ང་ཚོ་བོད་མི་རིགས་ཀྱི་དཀའ་ངལ་འདི་འདྲས་ཀྱི་གནས་སུ་ལྷུང་འགྲོ་དུས་ལ་ང་ཚོ་ལ་མ་འོངས་པ་ལ་མ་མཐའ་ས་ལས་འགོ་ཁྲིད་བཟང་པོ་གཅིག་གདམ་ཐུབ་པའི་ལ་ང་རང་ཚོ་གིས་འབད་བརྩོན་བྱེད་དགོས་ཀྱི་ཡོད་རེད། སྲིད་སྐྱོང་ད་ལྟའི་གི་སྲིད་སྐྱོང་དཔོན་པ་ཚེ་རིང་ང་ཚ་དེ་ན་དངོས་གནས་དྲང་གནས་ཀྱི་གྲོགས་ན་ཆུ་བི་གི་ནང་འཁྱག་ནས་གྲོགས་པོ། དངོས་གནས་དྲང་གནས་ང་འདྲ་བཞིན་པ་མི་ག་ཚད་ཚོད་ཀྱིས་དཀའ་ངལ་དྲན་འདུག་གལ་འགོ་ག་ཞེ་ན། ད་གལ་འགོ་དེ་ཚོ་དངོས་གནས་དྲང་གནས་ཀྱི། ད་དངོས་གནས་དྲང་གནས་ཀྱི་ཁོ་རང་ཚོ་ལོ་ལེགས་བ་རེད་འདས་འགྲོ་གི་བ་རེད་ཁོ་རང་ཚོ་ལ་མཚན་སྙིང་གོ་གི་ཡོད་མ་རེད་ཁོ་རང་ཚོ་མ་ཎི་དྲོ་གྲང་བྱས་ནས་ཁོ་རང་ཚོ་གི་ཕྱི་མའི་གི་ལམ་བལྟ་ཐུབ་བས་གི་དུས་ཚོད་སླེ་ཡོད་རེད་ཁོ་རང་ཚོ་གི་ཚ་བོ་ཚ་མོ་དེ་ཚོ་ལ་དྲང་བདེན་གྱི་གནས་ལུགས་ཅིག་བཞག་འགྲོ་གི་ཡོད་གི་དུས་ཚོད་དེ་འདྲས་སླེ་ཚར་བ་རེད། དེ་ལས་ལྡོག་སྟེ་དཔལ་ལས་ཕྲ་བའི། དངོས་གནས་དཔལ་ལས་ཕྲ་བའི་དེ་དངོས་གནས་དྲང་གནས་ཀྱི་མི་རིགས་ཀྱི་ཁེ་ཕན་ཅིག་ལ་རྩིས་མེད་དུ་རི་ཐང་ཅན་དཔལ་ལས་ཕྲ་གི་འདུག་བ། ང་རང་ཚོ་ཚང་མ་དངོས་གནས་དྲང་གནས་ཀྱི་བོད་པ་རེད་ད་ལྟ་དང་ཁ་ཚང་གི་བོད་པ་འདི་གས་མི་བདུན་ཅུ་དོན་ལྔ་ལས་མི་ལས་པ་ཡིན་ན། བོད་པའི་གི་བརྒྱ་ཆ་ག་ཚད་སིང་སིང་ནི་ལ་མི་བརྒྱ་ཚད་ཅིག་འཛོམས་ཡོད་ན། མི་དཔལ་ཉུང་ཉུང་ལས་མི་འདུག། ལྟ་ཡིན་པ་ཡིན་ནས་ང་ཧ་ཅང་མེད་ང་མ་ལུས་འགྲོ་བའི་སྐབས་དེ་ལ། ཨོ་མི་མ་ཡུམ་དེ་ཚོའི་གནས་ཚུལ་གནས་སྟངས་འདི་ཡིན་ས་རེད་འདུག་བསམ་སོང་ངས་དྲང་ནས་དེ་ཚོས་ཚང་མ་ཧ་གོ་གི་ཡོད་ས་རེད་འདུག་ང་ང་རང་ལྐུགས་པ་བྱས་ད་རྦད་དེ་རྒྱལ་ཁབ་དང་མི་རིགས་ཀྱི་ཞེན་ཁོག་ཅིག་གིས་ཡི་གེ་དྲི་བ་དྲི་ལན་ཁོ་རང་དངོས་སུ་བཏང་ན་ཏིས་ཙཱ་ཨ་དྲག་བསམ་ནས། ཁོ་རང་བི་གའི་སིང་ནི་དེ་ཚོར་དེ་འདྲས་བྱས་སོང་ད་དྲི་བ་དྲི་ལན་བཏང་མཁན་གྱི་གོ་སྐབས་ཨོ་ཙི་ར་ན་བསམ་སོང།

ད། དཔལ་ལས་འཁྲབ་བཅས་ནས་ང་ཚོས་དེ་འདྲས་ཅིག་འཚོ་བ་འཁྱོལ་ཐབས་བྱས་པ་ཡིན་ན། ང་རང་ཚོ་འགན་འཁྲི་ཡོད་ཟེར་ནས་བཤད་དེ་གོ་ར་ནོར་མཁན་ད། དེ་རིང་མི་སྐད་ང་ཚོ་འཛོམས་ནས་ག་རེ་བྱེད་འོང་རེད་ཟེར་ན། བོད་མི་རིགས་ཀྱི་དར་ཆ་འཕྱར་ཅན་བོད་མི་རིགས་ཀྱི་ཁེ་ཕན་དང་བོད་མི་རིགས་ཀྱི་མ་འོངས་པའི་གི་མདུན་ལམ་ཆེད་དུ་འཛོམས་ཡིན་ཟེར་ནས་བཤད་གོ་ར། སྲིད་གཞུང་ཁོ་རང་ཡིན་པས་ནས་འཚམས་གཟིགས་གཟིགས་འདུག་ཨ། འཚམས་གཟིགས་དེ་འདྲས་ཅིག་གི་འཚམས་གཟིགས་ལབ་དགོས་པ་རེད། སྐྱོ་ཐ་ཆག་མར་བའི་སྐྱོ་བོ་བཞི་བོ་ཅིག་རེད་བཤད་སྐྱོ་བོ་བཞི་བོ། དེ་འདྲས་ཀྱི་སྐྱོ་བོ་ཅིག་འཚམས་གཟིགས་བཏང་དེ་འདྲས་ལབ་ནས་ཡོང་ཡོང་ནས་དངོས་གནས་དྲང་གནས་ཀྱི་ཧ་ལས་པ་རེད། ཁོ་རང་བསམ་བློ་གཅིག་བཏང་ན་དངོས་གནས་དྲང་གནས་ཀྱི་ནམ་རྒྱུན་དཔེ་དེ་རྒྱུན་ཆད་མེད་པ་རྒྱ་བོ་རིན་པོ་ཆེ་དང་རྒྱ་བོ་རིན་པོ་ཆེ་ལགས་རྒྱ་བོ་རིན་པོ་ཆེ་ལགས་གཉིས་ཀྱི་ཐལ་མོ་སྦྱར་བའི་ཀྱི་དཔེ་ཤ་ཡོད་རེད་ཁོ་རང་ད་ལྟ་ཡོང་ཡས་ཀྱི་འགྲོ་སོང་བཏང་ཡས་དེ་ལ་རྒྱ་བོ་རིན་པོ་ཆེ་གྱི་དངུལ་ཆུའི་ས་ཤར་བའི་ཀྱི་དཔེ་ཤ་ཡོད་རེད་བོད་མི་སྒྲིག་འཛུགས་ཀྱི་ད་ལྟ་བར་ཚོ་ཡོད་པའི་དཔེ་ཤ་དེ་ཚོ།

དེ་ཚོ་དངོས་གནས་ཤེས་དགོས་ངེས་རེད་དེ། ཅིག་གང་ཅིག་ཤེས་ཀྱི་མི་འདུག། ཨ་ནི་ཅིག་དང་ད་ངས་ཀྱི་ཤེས་མཚམས་ཕི་ཇི། Australia། དང་འབྲེལ་བའི་ཀྱི་གནས་སྟངས་དེ་འདྲས་ཅིག་ཡིན། ཨ་ནི་ཁོ་རང་གི་ད། Piggy། Biswan། ལ་སྐད་ཆ་ཅིག་མི་མང་ལ་བཀའ་སློབ་ཁྲོད་ནས་སྐད་ཆ་ཅིག་བཤད་འདུག་དེ་དཔེ་རྫབ་བྱིས་པོ་བཞི་བོ་ཅིག་ག་རེ་བཤད་བཞག་འདུག་ཟེར་ན། ཁམས་པ་དང་ཨ་མདོ་གཉིས་ནང་ཁུལ་ཁོ་རང་ཚོ་འཆམ་པོ་ཡོག་མ་རེད་ཟེར། ཁམས་པ་དང་ཨ་མདོ་གཉིས་ནང་ཁུལ་ལ་འཆམ་པོ་མེད་པ་ཁྱེད་རང་གིས་ཤེས་པ་ཡིན་ན། དེ་ལ་ཁྱེད་རང་གིས་མགོ་རྒོན་བླུག་ཁུག་བྱས་ནས་འཆམ་པོ་བཟོ་ཡས་དེ་ད་ལྟ་ཁྱོད་རས་ཀྱི་འགན་འཁྲི་རེད་བ། ཁྱོད་མི་ལ་བཤད་ཡས་སྐད་ཆ་ཅིག་རེད། ཁྱོད་སྲིད་སྐྱོང་རེད་བ། སྲིད་སྐྱོང་གི་འགན་འཁྲི་རེད་བ་ནང་ཁུལ་འཆམ་པོ་མེད་པ་ཡིན་ན་ནང་ཁུལ་གཞོན་སྐྱག་དང། མཉམ་དུ་འཆམ་མཐུན་ངང་ནས་འཁྲིད་འགྲོ་ཡས་ཁྱོད་ལས་ཀ་མ་རེད་བས། ངའི་ལས་ཀ་རེད། མི་དམངས་ཀྱི་ལས་ཀ་རེད་མི་དམངས་ལ་དེ་འདྲ་ཞིག་བཤད་ནས་ངོ་ནས་ངོ་ཡས་མ་ཚ་ཨོ་ཚ་རེད་བ། ད། དེ་ལ་སྐད་ཆ་གཅིག་གར་བཤད་འདོད་ཟེར་ན། རང་བཙན་རྩོད་ན་དབུས་གཙང་མི་ཐོབ་ཐང་དེ་ཆེ་བ་རེད། ག་རེ་སྐད་ཆ་བཤད་དགོས་རེད་དབུས་གཙང་མི་ལ་རང་བཙན་རྩོད་ཀྱི་ཐོབ་ཐང་ཆེ་ཡོད་རེད་ཟེར་ན། སྐད་ཆ་ཚབ་ཇི་ལྟར་ཆེ་བ་མ་རེད་རང་བཙན་རྩོད་ཡོད་མི་ཚང་མ་ལ་སོ་སོ་གི་ཐོབ་ཐང་འདྲ་མཉམ་རེད། དབུས་གཙང་མི་ལ་རང་བཙན་གཉིས་བྱས་རང་བཙན་གཅིག་དང་ཕྱེད་ཀ་བྱས། གཞན་པར་རང་བཙན་ཕྱེད་ཀ་བྱས་དེ་ནས་བརྒྱ་ཆ་ལྔ་བྱས་དེ་འདྲས་ཡོད་རེད་རང་བཙན་ཟེར་དེ་རྩོད་ཡས་རང་བཙན་གི་གོ་བ་གོ་རུང་ལེན་ཐུབ་མི་འདུག།

འདྲ་མཉམ་རེད་མ་གཏོགས་རང་བཙན་ཟེར་འཛམ་བུ་གླིང་ནང་ནས་མི་འདི་ལ་ཆེ་བར་དང་མི་འདི་ལ་ཆུང་བར་དང་མི་འདི་ལ་འདི་བྱས་ཤོག་རེད་འཛམ་གླིང་གི་ཆབ་སྲིད་ཀྱི་ཐོབ་ཐང་ནང་ལ་བཀོད་ཤིག་ཀྱོ་ནང་ལ་ཐོབ་ཐང་ཆེ་ཆུང་གི་སྐད་ཆ་དེ་འདྲས་རྩ་བ་ཉིད་ནས་ཡོད་མ་རེད་ད་རང་བཙན་ཟེར་དེ་ལ་ཚང་མ་འདྲ་མཉམ་རེད་མ་གཏོགས་ཁོ་རང་དེ་འདྲས་འགྲོ་དེ་འདྲས་བཤད་བསྡད་འདུག་པ་དེ་ནི་ད་དེ་ག་རེ་ག་རེའི་ཐོག་བཤད་གི་ཡོད་ན་མི་མང་ཚང་མ་བསམ་གཏང་དགོས་པ་བྱས་ཙང་ཛི་ཏི་པའི་སྐད་ཆ་རེད་ད་སྐད་ཆའང་དེ་འདྲས་དངོས་གནས་དྲང་གནས་ཐོན་ཡོང་དགོས་པ་རེད་ད། ང་ཚོའི་གི་དཔལ་ལྡན་སྲིད་སྐྱོང་མཆོག་གི་སྐད་ཆ་རེད་ད།

ད་དེ། དངོས་གནས་དྲང་གནས་ཀྱི་སྨྱོན་པའི་སྐད་ཆ་བྱ་གི་མི་འདུག་ག་རྣམ་པ་ཚོ་གས་ཅིག་བསམ་མོད་དགོངས་པ་ཅིག་བཞེས་དང་དངོས་གནས་དྲང། ང་སྐྱེ་ཚེ་བཤད་ཡོད་རེད་བསམ་མོད་མདུན་ནུས་ན་ང་ཚོ་མེར་སྒོང་གི་ཐད་གཏོང་རྣམ་པ་ཚོ་ཚང་མའི་མདུན་ལོས་ཡོད་རེད་ད་ལྟ་བཟི་ཡོད་བཟི་ཡོད་བསྡད་ཡོད་རེད། གྱེར་བ་ཁ་ཤས་ཀྱི་ཡུ་ཀྲུབ་བརྒྱུད་བཞག་དེ་ཚོ་ཚང་མའི་ནང་ཡུ་ཀྲུབ་བ་ཁ་ཤས་འདུག་དེ་ཚོ་ཚང་མའི་ནང་ཡོད་རེད་དངོས་གནས་དྲང་གནས་ཀྱི་རྣམ་པ་ཚོགས་ཟེར། ང་ད་དཔེ་གལ་དངོས་གནས་དྲང་གནས་ཀྱི་དྲི་བ་དྲི་ལན་འདི་ལྟ་ངེས་ལ་ད་དཔེ་དེ་ཁྱག་འདུག་ལོས་འགྲོ་དགོས་ཀྱི་འདུག་ད་ལྟ་ད་དཔེ་དེ་དྲི་བ་དྲི་ལན་ཅིག་ར་སྒྲོག་བྱས་ན་ཡག་ལ་ཐེངས་མ་གསུམ་ལ་འགོག་བྱུང།

དེ་ག་ཕྱིར་ནི་ཆོ་ག་རྩ་བ་ཉིད་ནས་མེད་པ། སོ་སོའི་གི་དཔལ་འཇུག་སྐྱོང་གི་ང། ང་འགྲོ་བ་ཡིན་ན། ཉི་མ་གསུམ་གི་བེ་ཤ་སྐྱོང་གི། མོ་དྲེག་གི་དག་ལ་དེ་གི་སྐྱོང་གི། ཨ་ནི་མི་གའི་ཟས་སོང་འགྲོ་སོང་འགྲོ། དེ་སྐྱོང་གི། ཨ་ནི་རོག་པ་ལ་མོ་དྲག་ཁྲི་ཡོང་འགྲོ་ཟེར་ནས་རོག་པ་མཉམ་དུ་ཡང་ཞལ་ལག་ཅིག་དེ་མ་བྱས་ན་འགྲིག་གི་མ་རེད་པ། མི་རོག་པ་མི་ལ་སྐྱོན། ཡར་མ་སྐྱེལ་རོག་ཟེར་ནས།

མི་མང་རྣམས་པས་དངོས་གནས་དྲང་གནས་ཀྱི་ངའི་སྐད་ཆ་འདི། སེམས་མཁན་ཚང་མས་དངོས་གནས་དྲང་གནས་ཀྱི་དོ་སྣང་སྤྲད་རོགས་གནང། དེ་གའི་དངོས་ཡོད་ཀྱི་གནས་ཚུལ་རང་རེད་ད་དེ་དངོས་ཡོད་རང་ང་རང་ས་གནས་ས་ཐོག་རང། Australia། གི་ས་གནས་ས་ཐོག་རང་ནས། དངོས་ཡོད་གནས་ཚུལ་མཉམ་ཞུགས་རང་བྱས་པའི་གི་གནས་ཚུལ་ཡིན། ངས་ད་ལྟ་བཤད་བསྡད་པ་དེ་ག་ཚང་མ། དེ་འདྲས་ཅིག་ཡིན། དེ་ནི། དོན་དུ་ང་མུ་མཐུད་ནས་ཡང་ནས་ཁ་ཤས་ཡོང་དགོས་ཆགས་ས་རེད་ད་ལྟའི་གི་གནས་སྟངས་དེ་འདྲས་ཡིན་པ་ཡིན་ན་དངོས་གནས་དྲང་གནས་ཀྱི་མི་མང་གིས་ང་ལ་ད་ལྟ་རྒྱབ་སྐྱོར་གནང་མཁན་ཧ་ལས་པ་ཚད་མཐོན་པོ་གནང་བཞག་ཐུགས་རྗེ་ཆེ་ཞུ་བས་ཡིན། སིང་གཉིས་ཀྱི་སྤེལ་ཁའི་ཐད་གཏོང་འགྲོ་བའི་སྐབས་ལ། མི་ཧ་ལམ་བཅུ་གྲངས་གཅིག་ལས་མི་འདུག་ཁོ་རང་ཚོ་ཉེ་ཉེ་ནས་འདིས་ག་རེ་ཆགས་དགོས་རེད་ཟེར་ན་སྲིད་སྐྱོང་གཅིག་ལ་དེ་ནུས་པ་མེད་པ་མཐོང་གི་ཡོད་རེད། ཏག་ཏག་དང་ངའི་དྲ་རྒྱའི་ནང་མི་འདི་ག་བཙལ་བས་ཤ། དངོས་གནས་དྲ་ངད་ཀྱི་ཚང་མ་ལ་ཐུགས་རྗེ་ཆེ་ཨ་ནི་ཚང་མས་དངོས་གནས་དྲ་ངད་ཀྱིས་ང་ལ་དུས་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་གནང་ནི་ང་རང་ཡིན་ནས་དཀའ་ལས་རྒྱག་འདུན་ཡོད། ཁོ་ཚོས་བདེན་པ་མེད་ས་ལ་མཛུ་གུ་བཙུག་གི་ཡིན། རྐང་བཙུག་ནི་མི་གའི་བཙུག་ཁ་ཕྱིན་ཡིན། དེ་མཛུ་གུ་བཙུག་ནི་སྐྱོན་བརྗོད་བྱེད་ཁ་ཕྱིན་མེད། ངས་དངོས་གནས་དྲ་ངད་ཀྱི་སྲིད་སྐྱོང་ཅིག་ལ་བརྩིས་ནས་ཏི་ཙ་ཅིག་སྐད་ཆ་ཡག་པོ་ཅིག་ཡོག་རོགས་བྱས་ན། ང་ཚོའི་གི་སྤྱི་ཚོགས་འདི་ཏི་ཙ་རུག་རུག་ཅིག་དངོས་གནས་ཀྱི་རུག་རུག་ཅིག་བྱུང་ནས་མཉམ་ཞུགས་མཉམ་རུག་ཅིག་ཁོས་ཁྲིད་ཐུག་རོགས་བྱས་ན།

ཆེ་ཞིག་ཡག་པོ་མི་འདུག་གོ་སྒྲིག་ཡག་པོ་མི་འདུག་དོན་དུ་དེ་ལས་ལྡོག་སྟེ་ཁོས་ལས་ཀ་འཐུས་ཤོར་དེ་ག་ཚེད་བཏང་བ་རེད་མིག་གི་མདུན་ལ་ཁོར་ཆུ་ཚོད་དེ་ག་ཚེད་ཅིག་རིན་ཐང་བྲལ་བའི་གི་ཆུ་ཚོད་དེ་ག་ཚེད་ཅིག་ཕོ་ལ་བཏང་བ་རེད། མི་བདུན་ཅུ་དོན་གན་གི་ད་མ་ཐག་ས་ལས་དེའི་ནང་ལ་གན་གོག་མང་པོ་ཅིག་འདུག་དེ་ཚོ་ད་སེན་ཏྲེ་ལིང་པའི་ཤ་ཟ་འདེད་དེ་རྒྱུ་སོང་ཙང་ཅིག་གནད་འགག་མེད་འགྲོ་མ་མདོག་དེའི་ནང་གཞོན་སྐྱེས་ཁ་ཤས་བཞུགས་འདུག་དེ་ཚོ་གི་དུས་ཚོད་འཕྲོ་ལ་འགྲོ་བ་ར། རིན་ཐང་འདྲ་བ་གི་དཔལ་འབྱོར་གྱོང་གུད་སྒྲོག་རེ་བ་མ་ད་ས་ལས་འོ་ད་མི་འདུག་དངོས་གནས་ཁོ་རང་གི་ཁ་ནས་གི་མི་འདུག་ལབ་ཡ་རེད་འདུག་གསུང་གི་འདུག་ང་ཚོ་མི་རྒན་དངོས་སུ་ཕྱི་ནས་མི་འདུག་ཨ་ནི་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ། བོད་རྒྱལ་ལོ་བོད་རང་བཙན་རྒྱལ་ལོ།